སྐབས་དེ་ཨེ་ནི། ངས་ངོ་ཤེས་པ་དེ་འདྲའི། ཅེས། ནུབ་ཕྱོགས་པ་དེ་འདྲ་རེད། ཨ་ང་ཚན་རིག་ལ་ཡང་དོ་སྣང་ཡོད་ད་སངས་རྒྱས་པའི་ཆོས་དང། ཅིག་ཚན་རིག་སྐོར་ལ་ང་ཚོ་ཏོག་ཙེ། འདྲ་བ་རོགས་ཅིག་བྱེད་ཐུབ་ན་བསམ་ནས་ང་དེ་འདྲའི་འདོད་པ་ཡོད། དེ་འདྲའི་སྐད་ཆ་བྱུང།

དད་པ་དང། གུས་པའི་ཐོག་ནས་གཞི་བྱེད་དགོས་མ་རེད། བཅོམ་ལྡན་འདས་ཀྱི་བཀའ་ལ་ཡིན་ནི་རིགས་པས་དཔྱད་པ་བྱས། ཚོད་ལྟ་བྱས། ཨ་ནི་རིགས་པས་གནོད་པ་མེད་པ་དང་ཚོད་ལྟ་བྱས་ནས་ར་འཕྲོད་ཀྱི་འདུག་ན་ཨེ་ནི། ཁས་ལེན་གྱིས་ཡིད་ཆེས་བྱེད་ཟེར་ནས་བཅོམ་ལྡན་འདས་རང་གིས་དེ་གསུངས་ཡོད་རེད། ཨེ་ནི། དཔལ་ནཱ་ལེནྡྲའི་མཁས་པའི་ལོ་རྒྱུས་དུག་སྨྲ་ཞིབ་འཇུག་བྱས་པ་ཡིན་ན། བཅོམ་ལྡན་འདས་རང་གི་བཀའ་ལ་ཡ། ཨེ་ནི། གྲྭ་ཇི་བཞིན་པ་ཁས་བླང་དུ་རུང་བ་དང་ཁས་བླང་དུ་མི་རུང་བ་གཉིས་དབྱེ་བ་ཕྱེད་བཅས་གསུངས་བསྡད་ཀྱི་འདུག།

སངས་རྒྱས་པའི་འགྲོ་སྟངས་འདི་རིག་པས་དཔྱད་པ་བྱས་ནས། ར་འཕྲོད་ཡག་ཞིག་འདུག་ན་ཁས་བླངས། ར་འཕྲོད་ཡག་ཞིག་མེད་ན། ཨ་མདའ་བདེ་ཕྱོགས་རྩ་རྒྱུད་ནང་ཅི་ཡོད་རེད། ཨེ་ནི། ནམ་སང་ར་འཕྲོད་གི་མི་འདུག་ན་ངས་བཏང་སྙོམས་ལ་ཞོགས་ཟེར་གྱི་དེ་ཡོད་རེད། ས་འདི་འདྲ་ཡིན་འདུག་ས་ནས། ད་དེ་ཚན་རིག་པ་མཉམ་འདོགས་ལ་འབྲེལ་བ་བྱས་ལ་ཡ་དེ་འགལ་བ་ཁྱོན་ནས་མི་འདུག་ག། ཨེ་ནི་ངས་འབྲེལ་བ་བྱས་པ་རེད། ད་འབྲེལ་བ་བྱས་ནས་ལོ་སུམ་ཅུ་ལྷག་ཕྱིན་པ་རེད། ད། ཅིག་ཚན་རིག་པ་རིགས་འགའ་ཤས་ཆོས་ལ་དད་པ་ཡོང་གི་འདུག་ད་ཡིན་ནའི་ཚན་རིག་པ་སྙན་གྲགས་ཡོད་པ་མང་པོ་ཅིག་ཆོས་ལ་དད་པ་ཡོད་པ་རེད། ཨཱ་ནི་འོ་ཟེར་ནས་ད་གཙོ་བོ་གཙོ་བོ་ཅིག་སེམས་ཁམས་རིག་པའི་སྐོར་ལ་གོ་བསྡུར་བྱེད་ཨ་དེ་ཚན་རིག་པ་ཚོ་ལ་ཞིབ་དགོས་ཁོ་འདུག་ཨ། ནུབ་ཕྱོགས་པའི་སེམས་ཁམས་རིག་པ་དེ་ཞེ་དྲག་ཚད་དམའ་བོ་རེད། རྒྱ་གར་གྱི་སེམས་ཁམས་རིག་པ་དེ་ཧ་ལས་པའི་ཚད་ཐོག་རེད་ཤག་ཨ་ནི་རྒྱ་གར་ལ་འདི་མང་ཆེ་ཉམས་བསྡད་པའི་ཟོག་ཞིག་རེད་ད་མ་ཉམས་པ་བྱས་ནའང་འདི་རྒྱུན་འཛིན་བྱེད་མཁན་དེ་ཕལ་ཆེར་ང་ཚོ་བོད་པ་གཅིག་གོ་རེད་ཤག་རྒྱ་ནག་གི་ནང་ཆོས་ནང་ལོག་ལས་དེ་འདྲས་ཀྱི་སེམས་ཁམས་རིག་པ་དེ་ཚོ་བྲལ་ཏེ་ཞིབ་ཚགས་པོ་བྱས་ནས་ལོ་མང་པོ་སློབ་གཉེར་བསྐྱང་མཁན་ཉུང་ཉུང་རེད་ཤག་ཨ་ནི་ལྷག་པར་དུ་ཡ་མཚན་མ་རིག་པའི་སྐོར་དེ་བོད་རྐྱང་རྐྱང་མ་གཏོགས། དངོས་གནས་བཤད་ན་རྒྱ་ནག་ནང་ལ་ད་ནཱ་ལེནྡྲའི་ཆོས་བརྒྱུད་ཅན་ཡོད་དགོས་ཡ་རོ་ཞིག་རེད་དེ། ཡིན་ནའི་རྒྱ་ནག་ནང་ལ་དོ་སྣང་ཤར་བྱུང་མི་འདུག་ག། ཤ་དེ་རིགས་གལ་སྲིད་ནི་དོ་སྣང་ཤར་མི་འདུག་ག། བྱས་ཙང་ཀ་ད། དབུ་ཚད་སེང་གེ་འཇིགས་ནུས་ཟེར་ནས་ནམ་རྒྱུན་གསུང་རྒྱུན་ཡོད་པ་ནང་བཞིན་ཅིག་གིས་དེ་འདྲས་ཀྱི་ད། འགྲོ་སྟངས་དེ་ཕལ་ཆེར་ང་ཚོ་བོད་སྤྱི་ཁོག་ལ་མ་གཏོགས་མེད་པའི་བཟོ་བྱེད་དོ། ཅང་དེ་འདྲ་ཡིན་དུས་ད། ཚན་རིག་པ་ཚོ་མཉམ་འདོགས་ལ་ང་ཚོ་གོ་བསྡུར་བྱེད་དུས། གཅིག་སེམས་ཁམས་རིག་པའི་སྐོར། ཨེ་ནས་གཅིག་དཔྱད་པ་བྱེད་སྟངས་སྐོར། གཏན་ཚིགས་རིག་པའི་སྐོར་ནས་དཔྱད་པ་བྱེད་སྟངས་སྐོར་དེ་ཚོ་བྲལ་ཏེ། ཚན་རིག་པ་ཚོས་དགའ་པོ་བྱེད་པོ་གཅིག་འདུག་བ། ཕྱིན་ནས་ད་ལོ་སུམ་ཅུ་ལྷག་དོལ་ཨུ་སུ་འབྲེལ་བ་བྱས་པའི་འབྲས་བུ་དེ་ལ་ཡང། ཚན་རིག་པའི་ནང་ནས།

དཔེར་ན་བདེན་པ་གཉིས་ཀྱི་རྣམ་གཞག་ཟིན་སོགས་རོ། གཅིག་རྒྱུ་འབྲས་ཀྱི་གཅིག་རྣམ་གཞག་ཟེར་རོ། གཅིག་ཨེ་ནི། དེ་ཚོའི་གྲས། དཔེར་ན་སེམས་ཁམས་རིག་པའི་སྐོར་གྱི་ཡང་ཅིག་ལྟ་གྲུབ་དེ་འདྲའི་ཡོང་གི་ཡོད་རེད་དེ་ཚོའི་གྲས་ནི། དམིགས་བསལ་ཆོས་དང། མ་འདྲེས་ཞེས་ཟུར་དུ་ཕྱེ་ན་ཆེས་མཐོ་ཡག་ཤོས་དགའ། ས་དེ་འདྲས་ཡིན་དུས། བར་སྐབས་ད་ལོ་ཁ་ཤས་གོང་ནས། བཀའ་འགྱུར་བསྟན་འགྱུར་པུསྟི་སུམ་བརྒྱ་ལྷག་བརྗོད་པའི་ནང་ནས། ཨེ་ནི། བརྗོད་བྱ། བརྗོད་བྱའི་ཆ་ནས་སྡེ་ཚན་གསུམ་ཕྱེ་ནས། སྡེ་ཚན་གཅིག་སྟེ། ཚན་རིག། སྔོན་འགོག་རིག་པའི་ག་ལ་གང་འཚམ་དུ་ཡོད་རེད་སྔོན་པ་མཛོད་དང་སྔོན་པ་གོང་མཛོད་ནང་ལ་ག་ལ་གང་འཚམ་ཡོད་རེད། རེད་དེ་ཡིན་ནས་ནུབ་ཕྱོགས་པའི་སྔོན་འགོམ་རིག་པ་དེ་ཞེ་དྲག་ཞིབ་ཚགས་དང། ཡར་རྒྱས་ཆེ་ཡོད་རེད། ག་རེ་ཟེར་ན་ཁོ་ཚོ་འཕྲུལ་ཆས་ཀྱི་ཐོག་ནས་ཞིབ་འཇུག་བྱ་ཆེད་ཐུག་པ་རེད་པ། ང་ཚོ་ཡོག་མ་རེད་པ། ད། སེམས་ཁམས་རིག་པའི་སྐོར་དེ། ད་སངས་རྒྱས་པའི་གཞུང་གི་ནང་ལོགས་ནས་ཡོད་པ་ནང་བཞིན་ཅིག་ད་ལྟ་འཛམ་བུ་གླིང།

ཤ་དེ་འདྲ་ཡིན་དུས། ད། ནང། སེམས་ཀྱི་རྣམ་རྟོག་འཆར་སྒོ་འདྲ་མི་འདྲས་རྐྱེན་པས་སེམས་འཁྲུགས་ཡོང་ཡང་དེ། དཀའ་ངལ་བཟོ་གི་ཡོད་པ་ཅིག། ར་འཕྲོད་ཡོད་དུས་ས་ནས་ད་དེའི། སྐོར་ལ་ཡ། དོ་སྣང་གསར་པ་ཞིག་སླེབས་ཡོང་དུས། ད་སེམས་ཁམས་རིག་པའི་སྐོར་ལ་དོ་སྣང་སླེབས་ཡོང་གི་ཡོད་རེད་སེམས་ཁམས་རིག་པའི་སྐོར་ལ་དོ་སྣང་སླེབས་ཡོད་དུས་ས་ནས། སེམས་ཁམས་རིག་པའི་རྣམ་གཞག། ད། སློབ་སྦྱོང་བྱེད་ས་དང་འབྲེལ་བཤད་ཡོད་པ་དེ། བོད་ལ་ཡོད་བསྡད་པས་དཔལ་ནཱ་ལེནྡྲའི་ཆོས་བརྒྱུད་ཀྱི། གཞུང་དེ་འདི་མ་གཏོགས་མི་འདུག་ག་བྱས་ཙང་དེ་འདྲ་ཡིན་དུས་སེམས་ཁམས་རིག་པའི་སྐོར་དེ་དེ་དེ་ཟེར་གཅིག་བྱས། དེ་ནས་ལྟ་གྲུབ་སྐོར་དེ་བྱས། ད་ལྟ་ཆོས་དང་ལྟ་གྲུབ་དབྱེ་བ་ཕྱེ་བྱས། སེམས་ཁམས་རིག་པ་ཚན་རིག་བྱས། ལྟ་གྲུབ་གཅིག་བྱས། དེ་གཉིས་པོ་དེ་ཆོས་དང་མ་འདྲེས་བྱས་བཞག་པ་ཡིན་ན་འཛམ་བུ་ནི་སྤྱི་ལ་ཡང་ཕན་ཐོགས་བྱེད་ཐུབ་ཡག་ཅིག་ཡོད་རེད།

ལིའང་ཆོས་དད་ཡུལ་མི་ལ་མ་ལྟོས་པའི་གཅིག་ཚང་མ་ལོག་ལ་ཡ་ཕན་ཐོགས་ཇེ་མཐོ་ཡ་གཅིག་གི་ཆ་རྐྱེན་ཡོད་པའི་སོགས་ཞིག་མཐོང་གི་ཡོད་ད་དེ་རིགས་ཀྱི་ཆ་རྐྱེན་ཞིག་ཡོད་བསྡད་པ་དེ་ད་ང་ཚོ་བེད་སྤྱོད་བྱུང་བ་རེད་ཅེས་ང་ངོས་ནས་བྱ་བྱས་ནས་ཨོ་ད་ཚན་རིག་པ་མང་པོ་ཞི་བར་ཐུག་ཡོད་རེད་ད་ལོ་གསུམ་སོ་གྲངས་ནང་ལ་ད་དུ་ཐུག་ཅིག་བསྡད་པ་རེད་ད་མང་པོ་གཅིག་གི་དོ་སྣང་དེ་ཤུགས་ཆེ་ཆེ་ཆེ་ཆེ་རུ་འགྲོ་བསྡད་ཡ་གཅིག་གི་ད་དེ་མི་སྒེར་པ་རེ་ཟུང་གི་དོ་སྣང་བྱས་པ་མ་རེད་ད་ཚོགས་པ་ཡག་བཙུགས་ཨེ་ན་བླ་གྲྭ་ཁག་དང་གཅིག་དེ་འདྲས་ཀྱི་ནང་ལོགས་ལ་ཡག་གཅིག་ཞིབ་འཇུག་བྱེད་ཡག་ཚོད་ལྟ་བྱེད་ཡག་དེ་འདྲས་ཀྱི་ཐོག་ནས་དོ་སྣང་ཞིབ་བྱེད་དེ་གི་འདུག་བ་སེ་ད་ང་རང་ཚོར་དེ་འདྲས་གཅིག་གི་ཆ་རྐྱེན་གཅིག་ཡོད་དེ་བ་དེ་ཟུར་དུ་གཅིག་འཆད་བྱས་སེམས་ཁམས་རིག་པའི་སྐོར་མ་རེད་ད་སེམས་ཁམས་རིག་པ་གཙོ་བོར་གྱུར་པའི་གང་ལྟར་ཚན་རིག་གི་སྐོར་སྡེ་ཚན་གཅིག་བྱས་ས་ནམ་རྒྱུན་ངས་དེ་བཤད་དེ་གི་ཡོད་ནང་ཆོས་ནས་བཤད་པའི་ཚན་རིག་དང་ཨེ་ནི་དེང་དུས་ཀྱི་ད་ཚན་རིག།

ཆོས་སོགས་དེ་ཡིས་ཏེ། ཨེ་ནས་ཆོས་རྐྱང་རྐྱང་ཅིག་སྐད་བཤད་དེ་ཨ་ཅེ་མེད་པར་བྱས། ཆོས་པ་ཚོ་ལ་སངས་རྒྱས་པའི་ཆོས་ལ་དོ་སྣང་ཡོད་ངེས་ཀྱི་སངས་རྒྱས་པའི་ཆོས་པ་ཅིག་ཡིན་པ་ཡིན་ན་ང་ཚོ་ཆོས་ཀྱི་ཉམས་ལེན་བྱས་དེ་ཡིས་ཏེ་མ་བཤད། དུས་དུས་ལ་ཡང་སྒོམ་དྲག་རྒྱག་པ་དེ་འདྲ་བྱ་གི་རེད་བྱས། སྤྱི་ཡོངས་ཀྱི་ང་ཚོའི་གཅིག་སེམས་ཁྲལ་ཚང་མ་ལོག་གི་ད་ལྟ་སངས་རྒྱས་པའི་གཞུང་ནས་ཡོད་དེ་བ་ང་ཚོ་བོད་པས་བདག་པོ་རྒྱབ་ནས་ཡོད་དེ་བའི་ནང་གི་སེམས་ཁམས་རིག་པའི་སྐོར། ཨེ་ནི་ལྟ་གྲུབ་གོ། ད་ལྟ། ཅིག་དམིགས་བསལ་ཆོས་དང་མ་འབྲེལ་རེད་ཡིན་དེ། སློབ་གཉེར་བྱེད་ས་ཡོད་བསྡད་པ་ཅིག་གིས་ང་ཚོ་སེམས་ཁྲལ་ཚང་མ་ལོག། ད་གིན་ཡང་ད་ཕྱི་རྒྱལ་ཁག་ལ་ཡོད་བསྡད་པ་དེ་གསུངས་སོང་བ་ད་གིན། བྱས་ཙང་འོ་ད་དེ་ཅིག་གནང་ཐུབ་ན། རིམ་པས་རིམ་པས་ཀྱི་ཆོས་སྒར་ཁག་དེ་ཚོས་བྲལ་ཏེ། ཅིག་བོད་ཀྱི་ནང་པའི་ཆོས་ལ་དོ་སྣང་བྱེད་མཁན་ཚོ་ཨེ་ནི་ཚོགས་གསར་བ་ཅིག་གིས་དེ་ཅིག་གོ་མེད་པ་བྱས་བྱས། བོད་ཀྱི་ཅིག་ད་སེམས་འདྲ་ཅིག་ཡིན་ཕྱིན་ཆད་ལ་ཨོ་ད་དེ་སློབ་གཉེར་ཁང་ཡིན་ད་བསམ་པ་ཅིག་ཅིག་དེའི་ནང་ལོགས་ལ་ཡ་ཅིག་ད་ལྟ་འཛམ་བུ་ནི་འདི་གང་ལ་མེད་བསྡད་པའམ་འཛམ་བུ་ནི་འདི་གང་ལ་དཀོན་པོ་ཡིན་བསྡད་པའི་ད་གནས་ཚུལ་གསར་བ་འདི་འདྲའི་འདིའི་ནང་ནས་སློབ་སྦྱོང་བྱས་ཡོད་བསམ་པ་ཅིག་ད་འདི་འདྲས་ཀྱི་ཅིག་དགའ་ཚོར་བུ་གའི་ཤིས་སློབ་སྦྱོང་བྱེད་སའི་བསྟི་གནས་ཅིག་གི་རྣམ་པ་ལ་ཡ་འགྱུར་ཐུག་ཡ་དེ་གལ་ཆེན་པོ་འདུག་ཟེར་ནས་ངས་འདུག་ཞུས་བསྡད་ཀྱི་ཡོད། དེ་དེར་ཡང་བསྡད་ད་དབུ་ཁྲིད་རང་དགོས་ཚོད་ཡོད་རེད། དེ་དགོངས་པ་ཅིག་ཅང་སྐྱེས་སོང་ཨ།